ང་ཚོ་ས་གནས་ནོར་བུ་གླིང་ག་ཡོད་ས་དེ་རྣམ་ཤེས་དེ་འདྲ་དེ། དྲོད་ཆེན་པོ་འགྲོ་འདུག་ར་ཚ་བ་ཆེན་པོ། ནི་ཆར་བ་ཡང་སེ་ཡང་སེ་བབས་ཀྱི་འདུག་རྣམ་ཤེས་དཔེ་ཏག་ཏག་འགྲོ་བཞིན་འདུག་ད་ཚ་བ་ལ་ནི་བཞུ་བཞུ་དེ་འདྲའི་དབྱར་དགའ་འགྲོ་བ་མི་འདུག་ར། ནི་འོ་འདི་སོང་ཙང་ནི་ཚང་མ་ལ་སྟྲེས་ལས་ལ་ཞོ་ཡིན་དེ་འདྲ་རང་ད་རིང་སྤྲོ་བ་ཡིན་ན་ད་ཞོ་གས་ང་ལས་ཀ་ནི་མ་ལས་ཀ་ཚ་ནི་མར་ལས་ཡིན་ར། ཨ་ལས་ཀ་ཚ་ནས་མ་ལས་འདུག་ཟེར་ནང་ལ་ཞོགས་བྱ་ས་ཨ་ནས་དེ་ཟེར་འདྲ་འདུག་ལས་ཀ་དེ་ཚ་རུ་ཚོ་རུ་འདུག་ལས་ཀ་དེ་བྱེད་ཨ་འདུག་ཟེར་ད་ཐ་ན་སྟོང་པ་ཆགས་ཟེར་བ་ཨ་ནས་ད་ད་རེང་གི་གཅིག་གཉིས་སྟོང་དེ་སྒོ་མ་བཙུགས་གོང་ལ་ཨ་ནས་ང་དེ་དེ་གཅིག་ལ་ཉོ་སྤྲོད་ཁེ་སང་ང་ཐད་གཏོང་གཅིག་འགྲོ་རེད་ཐད་གཏོང་དེ་འགྲོ་དུས་ཨ་ནས་དེ་ནང་ལ་ང་ཚོ་སྐད་ཆ་དེ་སྤར་ཆོད Personal སྐད་ཆ་འགྲོ་དེ་ཞིག་བྱུང་འདུག་ར།

ནས་ད་ད་རིང་ངས་མ་འདི་ཡ upload མ་བྱེད་ངས་ད་ང་འདི་མ་འཐེན་ཤ་ཡིན་ར་སྙིང་ཐུང་དེ་འོ་འདི་ཆེ་ཨམ་དང་པོ་དེ་ནས་འདུག་སྟ་ར་དེ་འདྲ་ངས་སྙིང་ཐུང་ཁེ་སང་གི་ཐེ་དུང་དེ་འགྲོ་བའི་སྐབས་ལ་ནས་སྙིང་ཐུང་ནང་ལ་འཛུལ་ཞུགས་བྱེད་མཁན་དང་གཟི་ཉི་གསར་བ་མང་པོ་ཆེ་སླེ་འདུག་ར་ནས་འདུག་ཚང་མ་ལ་ད་ད་རིང་སྙིང་ཐུང་དེ་ནང་ལོ་ལ་ང་རང་གི་ངོ་སྤྲོད་ངོ་སྤྲོད་འགྲོ་ཆེ་ཆེ་བོ་བསམ་སོ་ར་ནས་ཨམ་མི་གསར་བ་མང་པོ་བྱོ་ར་ངོ་འདི་ཚོ་ལ་ནི་མཁས་མདོག་ཆེད་དུ་ཁ་ཕྱི་ན་གནང་ཡང་ཅིག་སོ་སོ་གི་སྙིང་རྩོམ་ག་རེ་ལྟ་གི་ཡོད་ནས་འདི་བི་མི་དེ་ངོ་སྤྲོ་བཞི་ཤེས་མ་ཡོད་ན་ལྟ་དུས་ནས་དེ་སོ་སོ་བྲོ་བ་ཆེ་ཡོད་བསམ་གི་འདུག་ར་མི་ངོ་ཅན་མ་ཤི་ནས་དུས་ལྟ་བདེ་བ་ན་ནི་བྲོ་བ་ཡིན་ནས་ཡོད་ཀྱི་མ་རེད་བསམ་གི་འདུག་ར། སྔོན་དུ་སོང་ཙང་ནི་ད་རིང Introduction འགྲོ་ཅིག་བྱེད་དགོས་བྱས་དགའ་ཅིག་བྱ་ཤི་འགྲོ་བྱོས་ནི་སྔོན་དུ་སོང་ཙང་ནི Introduction བྱས་ར་དང་པོ་དེ་ལ་ད་ང་རང་གི་མིང་འགྲོ་མིང་ག་རེ་ཡིན་ལ་ན་ངའི་མིང་ལ་རིན་ཆེན་རྡོར་རྗེ་ཡིན་ར་རིན་ཆེན་རྡོར་རྗེ་བྱས་ནི་ང་རང་འགྲོ་ཡིན་ན་ཆུང་དུས་ཨ་ནེ་བོད་ནས་ལས་དགོས་བཞིན་ར་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བཅུ་ནང་ལོར་ད་ང་བོད་ནས་ཚུར་ལས་དགོས་ཡིན་ར་ཨ་བོད་ནས་ཚུར་ལས་འདུག་ས་ནས་སློབ་གྲྭ་འགྲོ་ཡིན་ན་སློབ་གྲྭ་ཀྲི་སི་བི་བུ་ཕྲུག་ཁྱིམ་སྡེ་ཀྲི་སི་བི་ཨ་ཕར་ལ་ར་ཨ་ནེ་འདུག་སློབ་སྦྱོང་བྱས་གོ་སྐབས་བཟང་པོ་ཅིག་ཐོབ་སོ་ར་དེ་ན་ལ་བོད་ཁྱིམ་ནང་ལོར་ལ་སློབ་སྦྱོང་བྱས་གོ་སྐབས་བཟང་པོ་ཅིག་ཐོབ་སོ། ཡིན་མ་ཡིན་ནི། ང་རང་གི་ཡང་བྱེད་སྟངས་དང་སྤྱོད་པ་དང་སོ་སོ་རང་གི་ནོར་འཁྲུལ་ལ་རྐྱེན་པས་ཨ་ད་འདི་འགྲུབ་འདི་བཟོ་ཚང་མ་ནི་ཉེ་གི་འདི་ཡིན་ཨ་ད་ཉེ་གི་གཅིག་གཅིག་གཅིག་བྱས་ནས་མ་འབྲི་རལ་གང་ལ་ཉིན་ཐུང་ངེད་ལ་མང་པོ་བཟོས་ཡོད་རང་ད་རིང་ད་རིང་འདི་འགྲོ་འི་ན་ང་རང་གི Short འགྲོ་འི་རང Introduction ད་དགོང་དེ་འདྲ་འགྲོ་འི་ངོ་སྤྲོད་འགྲོ་འི་ཆེའོ་བསམ་ཟེར་རོ། ཨ་ནི་གལ་སྲིད་ཡང་འབྲི་རལ་གང་ལ་མ་སོ་སོ་ཟིན་འདོད་ཡོད་ན་ཨ་ནི་ཉེ་གི་བཞིན་ཉིན་ཐུང་རྙིང་པ་འདི་ཚོ་རྣམས་ལ་ད་ང་རང་གི

ཡང་སོ་སོ་འཚོ་བ་དང་གང་ཅིའི་ཐོག་ནས་དེ་གཅིག་ཕྱི་བོར་རོ། ནས་སློབ་སྦྱོང་ནི་བྱེད་ཡག་གི་གོ་སྐབས་ཐོག་མ་སོ་ད་དེ་ངས་སུ་གཅིག་ལ་ཡ་ལ་སྤྲད་ངེས་མེད་ར་ཡིན་སོ་སོ་རང་གིས་མ་འབྲི་བར་རྐྱེན་གྱིས་དེ་འདྲས་ཅིག་གོ་སྐབས་དེ་ཤོར་ཤོར་བའི་རྐྱེན་གྱིས་ཨ་ནི་ང་དུས་སུ་དམག་མི་ལ་འཛུལ་ཞུགས་བྱས་ཡིན་རོ།

གཅིག་བེད་སྤྱོད་བཏང་བའི་ནང་ནས་ཁེ་བཟང་ཁག་དགུ་ཞིག་མེད་པ་དང་སོ་སོ་སོ་སོ་ལ་གྱོང་སོ་སོ་ནང་མི་ལ་དཀའ་ངལ་སོ་སོ་སྤུན་རྒྱ་ལ་དཀའ་ངལ་སྤྱི་ཚོགས་ལ་ཞབས་འདྲེན་མི་རིགས་ཀྱི་ཞབས་འདྲེན་ད་དུ་ཚང་མ་ཅིག་ཡིན་པ་ཧ་ཁོ་ནི་ཡང་ནི་ང་རང་གིས་དུ་ཞག་གོ་བཞིན་རོ་ད་ད་ལྟའི་ཆར་ལ་ཞག་ནི་ད་ལོ། ད་ཅོག་གསུམ་ག་ལ་འབྲུག་ཡོད་ར་ར་ནིང་གཙང་མ་གཙང་རྐྱང་དེ་ནི་ཡོད་ཅོག་གསུམ་ག་ལ་ར་ནིང་འབྲུག་ཡོད་ད་འདི་ཆར་ལ་སོ་སོ་ཡིན་ན་ཁྱིམ་ཚང་གཅིག་གཟིམ་ནི་བསྡད་ཡོད་ར་ནི་སོ་སོ་སྐྱེ་མེད་ཆེ་ཨ་ནི་སོ་སོ་སྤུ་གུ་གསུམ་ཡོད་ར་ང་རང་ལ་སྤུ་གུ་བུ་གཉིས་དང་བུ་མོ་གཅིག་ཡོད་ཨ་ད་ལྟ་ཁྱེད་ལ་འཚོལ་བ་དེ་ཚོ་འགྲིག་ཐག་ཆོད་མི་རྒྱུ་མ་འགྲོ་འཚོལ་བ་སྐྱེལ་ནས་འགྲོ་བསྡད་ཡོད་ཨ་འདི་ག་ལ་ང་རང་གི་ད་དེ་འདྲ་གཉིས་འཐུང་འགྲོ་ཅེས་བཟོས་འདི་ངས་ནས་འགོ་བཙུགས་ཡིན་རོ་ཨ་ནི་བཟོས་བ་ན་ཞེས་རྒྱུ་འབྲས་དེ་ག་ལ་གང་འཚམ་ད་ཟེར་ཉིན་དང་རྒྱབ་སྐྱོར་གནང་མྱེད་ཀྱི་བཀའ་དྲིན་ལ་བརྟེན་པས་ཨ་ནི་རྒྱུ་འབྲས་ཏིས་ཏིས་ཟླ་བ་གཉིས་གསུམ་དེ་འདྲ་ནང་ལོ་ལ་ཏིས་ཏིས་དོན་གླིང་དུ་རོ་ཨ་ནི་འོ་འདི་གས་ང་ཚོ་ལ་ཕན་ཐོག་ཆེན་པོ་འདུག་ཨ་འདི་ཚང་མ་ཨ་ནི་ཁྱོད་རྣམ་པ་ཚོ་གིས་འདུག། བརྙན་ཐུང་གཟིགས། ཨེ་འདྲས་བྱིས་བ་ལ་བཀའ་དྲིན་ལ་བརྟེན་ནས་རེ་བྱུང་གོ་ར། ཨ་ནི། ང་རང་འགྲོ་བའི་གནས་དང་པོ་བརྙན་ཐུང་བཟོས་ཡས་འགྲོ་ཅིག་འགོ་བཙུགས་དུས། ཨ་ནི། ཅིག། ཕན། མི་གཞན་ལ་ཕན་ན་བསམ་ནས་ཡོད་བརྙན་ཐུང་བཟོས་ཡས་དེ་ལས་སྒྲུབ་མང་པོ་བྱོས་ར་དང་པོ་སོ་སོ་གི་འགོ་བཙུགས་གོ་དོན་བྱོས་ར། འོ་འདི་ག་འདྲས་འགྲོ་ཡིན་ལ་ན་ད་ང་རང་གི་མི་ཚེ་ལོ་རྒྱུས་འདི། རྒན། ད་ད་དགེ་བཤེས་ལགས་རྒྱས་འབྲུག་སྒྲ་ལགས་དང་ཨ་ནི་དགེ་ངོ་སངས་རྒྱས་ལགས་ལ་འདུག་སྒྲུབ་མི་ཤེས། སོ་སོའི་མི་ཚེ་ལུག་ཁྱུ་དུ་སྒྲུང་ཞིག Index ཅིག་དུས་ཚོད་དུ་བསྡུས་ཤིག་གནང་ལ་རོགས། ཨ་ནི་རྒན་ཁོ་རང་གཉིས་ཀས་ལམ་སྟོན་བྱེད་བ་ན་ཞེས་ད་དེབ་ཅིག་བྲིས་ན་ཨ་ནི་གཞོན་སྐྱེས་མང་པོ་ལ་ཕན་ཐོགས་ས་རེད་ལབ་ནས་ཨ་འདྲེ་ཁོ་རང་རྒས་འབྲུག་སྒྲ་ལ་ད་རྒན་ངོ་བ་སངས་རྒྱས་ལགས་ཀྱིས་གསུངས་རོགས། ཨ་འདྲེ་གསུང་བ་ན་ཞེས་ཨ་ནི་ཡང་སོ་སོ་ལ་གནས་ཚད་མའི་དེབ་བྲིས་ཡ་ག་ཅིག་ཡོད་རོགས་ཨ་ནི་དབོ་འདི་སོང་ཙང་ཨ་ནི་ཕྱིས་སུ་ཨ་ནི YouTube འདིའི་ནང་ལོ་ལ་ད་ཨ་འདྲེ་ཟིན་ཉིན་དང་དེ་འདྲས་ཅིག་མང་པོ་ཅིག་ཡོད་དུས། ཨ་ནི་ཉེ་གི་འདུག་ཟིག་བཤད་བཞག་ན་བསམ་ནས་ཨ་ནི་བཤད་བཞག་རྒྱུ་ཞིག་ཡིན་ར་ཡུ་ཏུབ་འགོ་བཙུགས་སྟངས་དེ་ཨིན་དྲ་འགྲུལ་བཙུགས་རྒྱུ་ཡིན་ར་ཨ་ནི་དབོན་དེ་གསུངས་ཙང་ཨིན་དྲ་བཤད་ནས་ང་རང་གི་གོ་ཐོས་བྱུང་ན་ཨ་མི་མང་པོ་ཅིག་ལ་ཕན་ཐོགས་འུ་འདུག་ར་ཕན་ཐོགས་འུ་འདུག་ང་ར་ལས་སྒེར་ལ་ཐུགས་ནས་ལ་ཉེ་གི་བྱུང་ཟེར་བ་ཁྱོད་རང་གིས་དེ་འདྲའི་ཅིག་མི་ཚེ་ལོ་རྒྱུས་དག་དུས་ཚོད་བལྟ་ནས་ངའི་མདུན་ལ་སྤུག་གཉིས་གསུམ་མི་ཚེ་འགྱུར་བ་ཐེ་ཁྱོགས་ཆགས་ཟེར་ལ་ནི་ལ་ཉེ་ཡི་བྱུང་ཟེར་བ་ཨ་བྱུང་བ་འདི་སོ་སོ་ལ་དེ་འདྲའི་རུ་བྱུང་བ་ནང་བཞིན་ཨ་མི Individual གི་མཐོང་ཉུལ་ཡོད་རོ་འདྲེས་ཅིག་ཡར་རྒྱས་འགྲོ་རྒྱུར་ཡོད་ངེས་ཀྱི་སྒྲུང་འདི་ཉན་ནས་ཨ་ནི་སེམས་ཤུགས་འཕར་ནས་སོ་སོར་བཅོས་ཐབས་བྱེད་ཁར་སླེ་ཡ་འདུག་ད་དེ་འདྲའི་བསམ་བློ་འཁོར་ནས་སླེ་སྐྱོ་དེ་འདྲས་ཡོད་འགྲོ། དབང་འདི་སོང་ཙང་ཨ་སོ་སོ་ཡིན་ནའི་ད་ལྟ་ཆར་བསམ་བློ་དང་དུས་ཨ་སོ་སོ་གི་དེ་འདྲས་ཅིག་འགོ་བཙུགས་ནས་གོས་ཆོད་འདུག་ཨ་བསམ་པ་ཅིག་སེམས་པ་ནང་ལ་དགའ་ཚོར་གྱིས་སྐྱིད་གི་འདུག་རོ། ཨ་དེ་ནང་བཞིན་ད་ལྟ་ངེད་ཀྱི་གཉིས་འཐུང་དེ་ནང་ལོ་ལ་ཡང་རྙིང་པ་དུ་ཚོད་ཀྱི་ཁྱེད་འགྱོད་ཡོད་རེད་ཨ་ང་ར་འགྲོ་ཡིན་ནས་ད Social Work འགྲོ་གི་ལའོ་ར་ད Social Work ལ་འདི་མིང་ཆེ་ཕྲ་རེད་རོ་ཡིན་པ་ནས་སོ་སོ་གི་གང་ཐུབ་ཅི་ཐུབ་འགྲོ་ཅིག་སོ་སོ་གི་ད་ལྟ་སྙེ་མ་ཅིག་ལང་ཀ་འགྲོ་ཚ་འགྱོད་གང་ལ་ད་ལྟ་འགྲོ་དང་འགྲོ་བཞིན་པ་དེ་འདྲའི་ཡང་སོ་སོ། མི་ཚེ་འགྱུར་བ་བཏང་དུས་ཡོད་ཉེས་དེ་འདྲ་ཡོད་ར། དཀའ་ངལ་འཕྲད་དུས་འགྱུར་བ་དེ་འདྲ། དཀའ་ངལ་འཕྲད་འོག་གམ་ལ། སོ་སོ་ལ་འདོད་པ་ཡོད་རྒྱུ་མི་ཚེ་འགྱུར་བ་བཏང་སྔགས་ཀྱི་འདོད་པ་ཡོད་རྒྱུ། དུ་ཚོད་ལ་ཡས་སོ་སོ་གིས་གང་ཐུབ་ཅི་ཐུབ་ཀྱིས་ད་ཅིག། སྨན་ཁང་ལ་སྐྱེལ་ཡ་རེད། ཅིག། སྐད་ཆ་བཤད་ཡ་རེད་དེ་ཚོ་ཚང་མ་བྱེད་ཡོད་ར་འདི་ནང་བཞིན། ཨ་ནི་སོ་སོ་སྒྲོལ་ཅིག་ང་རང་སྒྲོལ་ཞིང་པ་ནང་ང་དང་ང་འདྲ་བ་དེ་འདྲས་སྙེ་མ་ང་ཚོ་མཉམ་པོ་ཡོད་སྐབས་ལ་ཨ་ནི་སློབ་གྲྭ་ཁག་ལ་མང་པོ་ཅིག་ལ་དུ་གོ་རྟོགས་སྤེལ་ཁག་འགྲོ་གི་ཡོད་ར་ད་དེ་དེ་འདྲས་ཅིག་བྱེད་འོ་ན་དཀའ་ངལ་དེ་འདྲས་དེ་འདྲས་ཅིག་ཡོད་རེད་ལ་ད་ཨ་ནི་དེ་འདྲས་ཅིག་བྱེད་དུས་དཀའ་ངལ་འདི་འདི་ཡོད་རེད་ལ་སློབ་གྲྭ་པུ་གུ་ལ་ད་གོ་རྟོགས་སྤེལ་ཁག awareness ར།

ཨ་ནེ། ཅིག་ཡར་རྒྱས་འགྲོ་སྣང་བསམ་ནས་བཤད་གི་ཡོད་མི་འདུག་ཡ་ཞན་པ་རང། ཅིག་ཕོ་ཡ་དང་མི་ཞན་པ་ལ་བལ་དུག་དམིགས་སུ་བཀར་ནས། ཅིག་ག་ལོར་ད་རྫུ་འགོ་བཙུགས་ནས་མ་འཐེན་རྐང་པ་འཐེན་ཡ་ཆེད་དུ་རྩ་བ་ཉིད་ནས་མེད་རོ། སྤྱི་ཚོགས་ཡར་རྒྱས་འགྲོ་ན་བསམ་ང་ཚོ་སྤྱི་ཚོགས་བཙན་བྱོལ་སྤྱི་ཚོགས་དེ་ཆུ་འཇུས་ཤིག་རོ། ཚང་མ་གི་ཕ་ཚོས་ཧ་རུ་བ་རུ་བྱས་ནས་ཅིག་ད་ནོར་དགོས་ཡོད་ན་ནོར་འཁྲུལ་དེ་འདྲ་དེ་འདྲ་ཅིག་འདུག་ལབ་ནས་ལབ་བ་ན་ཧ་གོ་ན། མ་འོངས་པ་ཡིན་ནས་དེ་འདྲ་མ་བྱས་ལ་ཕན་ཐོག་གི་རེད་བསམ་ནས་སོ་སོ་གི་སེམས་ཤུགས་དང་ལྟ་ཅི་དགོས་ར། ཤ་ཟ་ལོག་རེ་ཞེན་འགོག་ལོག་རེ། དེ་ཚོ་ཐོས་ནས་ཤི་འོས་ར། ཨ་ནི། འོ་དེ་འདྲས་ཅིག་བཤད་བའི་རྒྱུད་རིམ་ནང་ལོགས་ལ་རྒྱབ་སྐྱོར་གནང་ཉེ་ག་ལ་གང་འཚམ་ཡག་པོ་འདུག་ར། ཨ་ནི་སོ་སོ་རོགས་ཡིན་ནའི་ཟུར་ལ་འབྲེལ་བ་བྱས་ནས་ཨ་ནི་སོ་སོ་ལ་དགའ་བོ་ཉེ་བོ་བྱེད་ཉེ་མང་པོ་བྱུང་སུ་ར། ཨ་ནི་ཐོ་ཆེ་ནང་སི་ལན་ཞོ་ཡིན་ཚང་མ་ལ་ར། ཨ་ནི། ཨ་ནི་འདི་རེད་ཁེ་སང་འདོད་ལ་ད་ང་ཚོ་དེ་འདྲ་ཐ་ཡོད། དེས་ན་ལགས་ཉིད་ཀྱི་ངོ་སྤྲོད་ནང་ལོ་ལ་དེ་འདྲ་ཅིག་ཞུ་བ་ནི་མ་འགྲིག་ཡ་མི་འདུག་ར་ཁ་ལ་སྨྱོ་ཚེ་དང་ཆང་རག་ཉིན་གོམས་ནང་ཚུད་ཀྱོ་བཞོ་ར་ད་དེ་སྙེ་མ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་ད་ལྟ་དང་དུག་ཆག་ཡོ་ར་ང་ཚོ་དེ་འདྲ་བྱེ་བའི་སྐབས་ལ་ཁ་ཤ་ན་ན་ད་དེ་ཅིག་བྱེ་བ་ན་སྤྱི་ཚོགས་ཁོ་ར་ནས་ཅིག་ལོ་ལོ་ཁ་འགྲོ་བཞག་ཡ་བཞོ་ཡོ་ར་ཡོ། ཨ་ནི། ཡིན་པ་ནས་ད་ཕྱིས་སུ་ང་རང་དེ་འདྲས་ཅིག་ཉོ་ཚེ་གི་དཀའ་ངལ་འདི་རྐྱེན་པས་ཨ་ནི་ང Rehab ཅིག་ལ་འགྲོ་ཡར་གོ་སྐབས་བྱུང་སུ་འདི་ང་རང་ཨ་ཅག་གི་གཏང་སྐྱོ་ཡིན་རོ། ཨ་ནི། ང་བིན་རྒྱ་བྱོས་ར་ཨ་ཅག་བྱོས་ར་བོ་འདི་གི་གཏང་སྐྱོ་ཡིན་ཨ་ནི་བོ་འདི་གཏང་དུས་ང་རང་བོ་འདི་དུས་གཙང་མ་ད་ཆ་ཐུག་ཡོད་མ་རེད་ཡིན་པ་ནས་ཡང་ང་རང་ལ་སློབ་སྦྱོང་མང་པོ་ཞིག་རགས་སུ་རོ།

ག་ལ་ཁ་འཇམ་ཡར་རྒྱས་འགྲོ་རྒྱུར་ཐུགས་འགོ་བསྡུ་ར་ཡར་རྒྱས་འགྲོ་རྒྱུ་དང་མ་འདྲ་བའི་ད་འདོད་སྙེ་མ་ང་ཚོ་གཅིག་བེད་སྤྱོད་བཏང་ཉེ་ཡིན་ནས་ག་ལ་ཁམ་ཚང་ཉུང་ཉུང་ཆགས་འདུག་ར་འོན་ཏེ་གི་ད་འོན་ཏེ་གོ་རྟོགས་སྤེལ་བའི་རྐྱེན་གི་ཡིན་གི་རུ་ར་ཡིན་པ་ནས་ད་འདོད་ཆ་ལ་ཡང་བསམ་བློ་བཏང་སྟངས་འདི་འདྲས་གཅིག་དེ་བང་རྒྱ་ར་དེ་ཁ་ར་རབ་སེ་ལན་གཅིག། ཕྱིར་ཕྱིར་འབུད་བྱས་ཡོད་ཅེས་ར་སྤྱི་ཚོགས་ནས་དུས་ཚོད་རྩ་བ་ཉིད་ནས་མ་རོགས་མ་གནང་རོགས་བྱས་ཡོད་སང་ཞོལ་ལ་སོ་སོ་གིས་ཕན་གཅིག་ཐོག་མ་ཐུག་ནས་ཡོད་ཨང་འདི་རྦད་དེ་སྤྱི་ཚོགས་ནས་སྤེལ་བ་ན་ཁོ་སྡུག་རུ་འགྲོ་གི་རེད་ཨང་གལ་སྲིད་ཁོ་ལ་ཁ་ལག་སྒྲོག་ཅིག་རག་གི་མེད་ན་དངུལ་མ་སྤྲད་ཁ་ལག་སྤྲད་ཡོད་དེ་འདྲས་ཅིག་བྱེད་བ་ནི་ཡག་པོ་རེད་བསམ་གི་འདུག་ཨ་ནི་མོ་ཀོ་ཡས་ད་འདོད་སྨད་ར་དང་བང་རྒྱ་ར་རབ་གསལ་ཡིད་འགྲོ་ལབ་གཅིག་ག་ཆོ་ག་རྐུ་མ་ད་ག་འདྲ་མ་འདྲ་ལ་ནི་སྤྱི་ཚོགས་ནས་ཕྱིར་འབུད་ཕྱིར་འབུད་བྱོས་ཡ་ཞིག་དོ་འདི་འདྲ་བྱེད་བ་ན་ཁོ་རང Individual ལྟ་ཡི་ཡིན་པ་བྱེད་སྡུག་རུ་འགྲོ་ཡ་ཡི་ཡིན་པ་བྱེད་མ་འོངས་པ་འདི་འདྲ་ཅིག་སྤྱི་ཚོགས་ནང་ལ་ད་ལས་ཀ་ཛབ་ཅན་འགྲོ་བྱེད་བ་ན་མིང་འདི་སུ་བ་ཅིག་གི་རེད་བོད་པ་ག་ཅིག་མིང་གི་རེད་ཨོ་འོ་འདི་འདྲ་བྱེད་ནས་ཚང་མ་ཞབས་འདྲེ་ཞུ་རུ་ཡོད་ཨོ་འདི་སོང་ཙང་ད་འདྲ་ཆ་ལ་ད་ཡར་རྒྱས་ཡག་དཔེ་མ་སེ་ཡག་པོ་འགྲོ་འདུག་ང་ཚོའི་སྤྱི་ཚོགས་འདི་ཡོད་ང་རང་གི་མཐོང་ཚུལ་ལ་རེད་ཨོ་འདི་སོང་ཙང་ཨ་དེ་འདྲའི་འགྲོ་བ་དེ་འདྲའི་རིགས་ཡོད་བས་ན་ཨ་འདི་ཚོ་ལ་རྒྱབ་སྐྱོར་བྱེད་རོགས་བྱས་སླང་ཞོན་ཡོད་རོགས་འདི་ཚོ་ལ་བཅོས་ཐབས་ཡོད་རེད་ཡོད་བཅོས་ཐབས་ཁོ་རང་གི་འདོད་པ་གལ་སྲིད་ཁོ་རང་དཀའ་ངལ་དེ་ནས་མ་ཐོན་འདོད་ཡོད་བས་ན་དེ་ལ་བཅོས་ཐབས་ཡོད་རེད་བཅོས་ཐབས་ལམ་ཐབས་སྨན་ཁང་ཡོད་རེད་སྨན་ཁང་ཨེ་འགལ་ཐོག་ནས་ཞུ་ན Rehab ལས་རེད་རོགས Rehab ལ་བཏང་དེ་འདྲ་བྱས་ཡོད་རེད་ཨ་ཐབས་ལམ་ཡོད་རེད་སླང་ཞོན་ཡོད། ཨ་ནེ་ཨེ་འདྲ་རང་ཡོད་ད་ད་རིང་གི་སྙིང་སྟོང་དབང་འདི་གཙོ་བོ་འདི་གམ་ཞིག་བཟོ་དགོ་བསམ་སོ་ར་གཙོ་བོ་ངོ་སྤྲོད་བྱས་ཨ་ནེ་ཁེ་སང་གི་ད་ལྟ་ཐད་གཏོང་འགྲོ་རྒྱུ་དེ་ཨ་ནེ Individual ཁོ་རང་ལ་ཨ་ནེ་དགོངས་ཁེ་ཁྱོན་ནས་མེད་བ་བྱེད་ལན་ཞོན་ཡོད་ང་རང་གི་དེ་སྙིང་ཐུང་དེ་མཐོང་ཡ་སྙིང་ཐུང་དེ་ན་ལོ་ཀ་མེར་མཐོང་ཡ་དེ་རྦད་དེ་ལེགས་མཐོང་བཟོ་ཡ་འོ་དེ་སོང་ཙང་ཨ་ནེ་དགོངས་ཁེ་ཁྱོན་ནས་མེད་བ་བྱེད་ཅེས་ལན་ཞོན་ཡོད་ཨ་ནེ་ད་ད་ངས་མཐོང་བ་ད་ད་མ་བསུབས་བསུབས་ཚར་ཡིན་རོ། ཨ་ནེ་སོང་ཙང་འོང་འདི་ག་རང་ཡིན་ཨ་ནེ་ང་ཚོ་བ་ཅིག་བརྙན་ཐུང་ལ་རྒྱབ་སྐྱོར་གང་མང་གནང་རོགས་བྱེད་ཨ་ནེ་ངའི་སྐོར་ལ་ད་ཅིག་གོ་ར་ང Addiction ནང་ལ་ག་འདྲའི་ཚུད་ཡོད་མེད་ཨ་ནེ Addiction ནང་ཚུད་ནས་ང་ལ་དཀའ་ངལ་ག་རེ་ག་རེ་འཕྲད་ཡོད་མེད་ཨ་ནེ Addiction ནས་ང་མ་ག་འདྲས་སུ་དོན་ཡོད་མེད་དོན་དོན་མ་དོན་ངེད་ལ་དཀའ་ངལ་ག་རེ་ག་རེ་འཕྲད་ཡོད་མེད་ཨ་ནེ་དོན་ཚང་ནས་ངའི་མི་ཚེ་འདི་འགྱུར་བ་དེ་ནི་ད་ད་ཆ་ལ་ག་འདྲས་ཆགས་ཡོད་མེད་ཅིག་གོ་ར་འདུག་ཚང་མ་ངེད་ཀྱི

ཨང་ད་འདོད་ཡོད་ནས་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཨང་ང་རང་ངོས་ནས་གང་ཐུབ་ཅི་ཐུབ་ཀྱིས་ད་ཅིག་སྤྱི་ཚོགས་ལ་ཕན་ཐོགས་ཡག་གི་བསམ་བློ་རང་འཁྱེར་ནས་དུ་ཅིག་བརྙན་ཐུང་བཟོ་ཡག་གི་ཐབས་ཤེས་ཀྱིས་སོ་སོ་ངོས་ནས་གང་དྲག་དྲག་བྱེད་ཀྱི་རོགས་ཨང་དེ་དེ་རེད་འོ་འདི་ག་རང་ཡིན་རོགས་ཨང་ཚང་མ་གིས་མུ་མཐུད་ནས་རྒྱབ་སྐྱོར་ད་ལྟ་གནང་བ་ནང་བཞིན་གནང་རོགས་གནང་ཨང་གསོན་ཤོན་ཨང་མཐོ་ཆེ་གནང་ཨང་བ་བ་ཡིས་ཚང་མ Take care།